ནི། ཁ་བ་གངས་ཅན་བོད་ཀྱི་བསོད་ནམས་ལོ་གསར་གྱི་བསོད་ནམས་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། དེ་རིང་འདའི་བཅར་དགོས་ཡ་འདི་ནི་ད་ང་ལ་རྒྱུན་དུ་མང་པོ་ཅིག་གི་དྲི་བ་ལས་འདས་ཀྱི་འདུག་གོ་འདི་ད་ང་ཚོ་སྤྱི་ཡོངས་རང་ལ་ཕན་ཡ་ཅིག་རེད་འདི་ཡང།

དྲུག་ཤོས་ཀྱི་བརྒྱུད་རིམ་ནང་ལོགས་ལ་གནམ་གྲུ་དང། སྤྱི་སྤྱོད་རླངས་འཁོར་དང་སྣུམ་འཁོར། འཛིན་གྲྭའི་ནང་ལོགས་ལ། འོ་ད་ཅི་གོ་ན་སྐྱུག་འོ་དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་ཞོ་བྱུས་འགོ་བ་རེད། དེ་འདྲ་སོང་ཙང་དེའི་རིགས་དེ་ང་རང་ཚོ་མང་པོ་གཅིག་གི་སྤྱི་ཚོགས་ནང་ལོགས་ལ་ད་ཅི་མ་མཐའ་རྒྱུན་ཆང་གི་ག་རེ་ལས་བར་སོང་ད་དེ་ཅི་ཁྲིད་པ་རེད་གསུངས་བསྡད་ཀྱི་ཡོད་རེད་བ། དེ་ནས་བཟུང་ད་ལྟའི་ང་རང་རང་གི་ད་ལྟ་བར་དུ་ཅིག་ཉམས་མྱོང་གི་བརྒྱུད་རིམ་ནང་ལོགས་ལ་ནི་དེ་ཅིག་ན་ཚ་གི་དབང་གིས་འཁྲིས་པ་དེ་འདི་གང་མ་རེད་བ། ངས་འདི་ལ་དོ་སྣང་མང་པོ་བྱས་པ་ཡིན། བྱས་པ་ཡིན། སྨན་སྤྲད་ནས་བེད་སྤྱོད་བྱས་པ་ཡིན། དེ་ནས་བཟུང་ད་འདི་གཙོ་བོ་དེ་ང་རང་ཚོ་ང་ཚོ་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་མིའི་རང་བཞིན་བདུན་ཅིག་སླེབས་ཡོད་པ་རེད་དེའི་ནང་ལོགས་ནས་རང་བཞིན།

ཨོ་ད་ང་ད་ལྟ་ནས་རང་ཁོ་ཚོའི་བསམ་དང་ཨོ་ད་ང་སང་ཉིན་གོ་ན་གི་རེད་སྐྱུག་པ་སྐྱུག་གི་རེད་ད་ལྟ་ནས་རང་གྲ་སྒྲིག་བྱས་ཚར་སོ་སོས་སོ་སོའི་སེམས་ནང་ལོག་ལ་ཅིག་སང་ཉིན་མ་ལས་འོག་ནས་སང་ཉིན་གི་སོ་སོའི་སྡུག་བསྔལ་མྱངས་ཡག་ལ་མོ་སོ་སོའི་སེམས་ནང་ལ་བཟོས་ཚར། དེ་འདྲའི་གི་བསམ་བློའི་ནུས་ཤུགས་ཀྱི་དབང་གིས་ཅིག་ཡོང་གི་འདུག་དེ་གཅིག་རེད། གཉིས་པ་དེ་ད། གལ་སྲིད་བསམ་བློ་དེ་འདྲའི་མ་འདང་ཡིན་ན་ད་ལྟ་གོང་ན་ཞུས་ཆགས་པའི་ཁྲིན་ལུང་དང་བྷེ་ཀྲིན་གཉིས་ཀྱི་མི་ཞིག་ཡིན་པ་ཡིན་ན་རང་བཞིན་ནི་དེའི་རིགས་འདི་ལ་ཡང་ཁག་ཅིག་ཡོང་གི་ཡོད་རེད། དེ་ལྟར་ཟོས་ན་དེའི་རིགས་འདི་ལ་ང་རང་གིས་ནམ་རྒྱུན་དུ་སྨན་བཏང་དུས་ད་ནི་ག་རེ་བཏང་གི་ཡོད་ལ་སྨན་གཞན་དག་སྤྲད་ཀྱི་མེད། གསེར་ཏོག་ལྔ་པ་དང་ཏིག་ཏཱ་བརྒྱད་པ། གསེར་ཏོག་ལྔ་པ་རིལ་བུ་གཉིས་ཏིག་ཏཱ་བརྒྱད་པ་རིལ་བུ་གཉིས། ད་མ་འགྲོ་གོང་ལ་ཉི་མ་གཉིས་ཟིག་སྔོན་ནས་རང

ཚང་མ་ཕན་ཐོག་གི་འདུག་ད་ང་ལ་ཅིག་དེ་འབྲེལ་གྱི་དཀའ་ངལ་ཞུས་དེ་ངས་མང་པོ་ཅིག་ལ་སྨན་འདི་བཏང་ནས་དཔེ་མི་སྲིད་པ་ཕན་སོང། བ་དེ་འདྲ་སོང་ཙང་རྣམ་པ་ཚོས་ཡིན་ནས་དེ་ནི་ཕག་སོ་ཕི་དུས་རྒྱ་སྨན་གཟུགས་ཆགས་སྨན་དང་སྐྱུག་པ་དཀའ་ཡང་སྨན་དང་དེ་འདྲའི་རིགས་མ་ཟད་པ་བྱེད། ད་ལྟ་ང་རང་ཚོ་བོད་སྨན། གསེར་མདོག་ལྔ་པ་རིལ་བུ་གཉིས། ཏིག་ཏྭ་བརྒྱད་པ་རིལ་བུ་གཉིས་མཉམ་དུ་གྱོན་ན་རིལ་བུ་བཞི། འོ་ན་ཆུ་གྲང་མོ་མཉམ་དུ་མཆོད་ད། ད་དེ་རིང་འགྲོ་ཡང་ཡིན་པ་ཡིན་ན་ཉི་མ་གཉིས་ཙམ་གོང་ལ་འོ་ཐེངས་ཐུན་གཉིས་བཟའ་བྱ་ད། ཏན་ཏན་ཕན་ཐོགས་ཆེན་པོ་ཤོར་ཡོང་གི་རེད། ཨེ་ནི་མ་འགྲོ་བའི་གོང་ལ་ཨེ་ནི་ཁ་ལག་བཞག་རྩིས་ཤུགས་ཆེན་པོ་རིགས་ཟ་རྒྱུ་ཡོད་མ་རེད་ཨེ་ནི་ཁ་ལག་ཤོག་གྲོགས་པོ་སྟོང་པ་ལས་འགྲོ་རྒྱུ་ཡོད་མ་རེད་ཡང་གྲོགས་པོ་ཤོག།